ད་ལི་ཤིའི་གུར་ཁང་རྡ་ས་སྙིང་གི་རྣམ་གཞག་བཤད་གི་ཡོད་རེད་བ་ད་ང་ཚོ་སྤེན་མང་རྡ་ས་སྙིང་གི་རྣམ་གཞག་བཤད་དུས་རྡ་ས་སྙིང་དེ་ལ་ཡ། ད་དེ་སང་སྡུག་ལྟ་བ་ཡིན་ན། ད་རྡ་ས་སྙིང་ག་འདྲའི་ཆེར་གཟིགས་གི་ཡོད་བན་དེ་ང་ཚོ་སྐད་ཆས་གསུམ་གི་སྐོར་ནང་ལ་ཡ་དེའི་སྒང་གི་རིམ་པ་དེ་གསལ་པོ་འདུག་བ། ཨོ་ང་ཚོ་སྐད་ཆས་གསུམ་གི་ཨ་ནི་མ་བྱུང་བའི་སྔོན་དེ་གེ་ལ་རྡ་སྙིང་པོ་གཟིགས་གི་ཡོད་རེད་སྐད་ཆས་བྱས་ཚར་བའི་རྗེས་དེ་གེ་ལ་རྡ་ས་གཟིགས་གི་ཡོད་རེད་ལབ་རེད་བ་ད་ཡིན་ནས་དེ་ཚོའི་ཁུངས། དཔེར་ཏེ་དུས་ཚོད་ཏག་ཏག་མཚམས་འདྲི་བྱས་ལ་བལྟས་ས་ཁག་པོ་ཡོད་ས་རེད། ཨ་ནི། ང་རང་ཚོས་ད་ལྟའི་ལག་ལེན་གཙོ་བོ་དེ། སྐད་ཆ་གཉིས་པ་དང་སྐད་ཆ་དང་པོ་དང་གཉིས་པ་གཉིས་གང་ལ་གནས་བསྡད་ཡོད་ས། སྐད་ཆ་གསུམ་པ་དེ་ལ་ཡང་ཞལ་ལོ་ཙཱ་བས་གནང་བཞག་སྐྱོར་མང་པོ་ཅི་དེ་སང་ལག་ལེན་གང་འགྲོ་མི་འདུག་ཨ། འོ་འདི་གཅིག་མཁྱེན་དགོས་གོ་རེད་ད་དེ་ནས་ང་རང་ཚོས་དེ་མང་ཟླ་གསར་རྙིང་གི་རྣམ་བཞག་ཚིག་དེ་འགྱེལ་བལྟ་ཡོང་འདོད། དངོས་གནས་མདའ་རྙིང་པ་ཡིན་པའི་དབང་གིས་མདའ་ས་རྙིང་རང་ཞིག་གནས་པ་བཅས་ཡོད་རེད། ད་ཡང་འདི་མེད་པ་བྱས་ནས། གཅིག་ཞེ་ས། ཞེ་སའི་རིགས་མང་པོ་ཞེ་བོ་གཅིག་མདའ་རྙིང་ལ་མཐོང་དེ་འདྲའི་བྱེད་ཡང་ཡོད་རེད། ང་ཚོའི་ནམ་རྒྱུན། རྩོམ་གྱི་ནང་ལ་མི་མང་པོས་ཞེ་སར་རྒྱག་རྒྱུའི་ཕན་སོད་བཏང་གི་ཡོད་པ་བྱས། ཨ་ནི་ཡིན་པ་ཡིན་ན་འདིའི་ནང་ལ། ཞེ་ས་འདི་མདའ་རྙིང་བྱས་ཨ་ནི་ཞེ་ས་མ་ཡིན་པ་མདའ་ས་བ་རེད་ལབ་བྱས་འདི་འདྲའི་རིགས་བྱེད་མང་པོ་མཐོང་ཡང་ཡོད་རེད། དེ་ནས་དུ་བསམ་བཏང་སྟེ། ཕྱོགས་གཅིག་ནས་ཡང་དག་གསར་རྙིང་ཟེར་ཡ་དེ་གཏན་འབེབས་གནང་བའི་སྐབས་ལ་གཅིག་ཕྱིན་ན་བོད་དབུས་ཀྱི། ད་དེ་དུས་སྐབས་ད་ཁག་པོར་བ་དེ་ས་ན་བཞིན་རྒྱུད་ལམ་ད་འགྲོ་ལམ་ད་དེ་ཚོ་ཁག་པོ་ཡོད་པ་སོང་ཙ་བོད་པའི་ས་ཆ་ཡོངས་རྫོགས་ཀྱི་སྐད་ལ་ཡང་ཐུགས་ཞིབ་གནང་རྒྱུ་བྱུང་ཡོད་ད་མེད་ད། བལ་ཆེན་བུ་དབུས་གཙོ་བོར་གྱུར་པ་དེ་འདྲ་ཞིག་མེད་ན་བསམ་ས་ཞིག་ག་ཟེར་ན་དཔེར་ན་དེ་སང་ང་རང་ཚོའི་མིའི་ལག་ཏུ་ང་ཚོའི་སྐད་ནང་བརྡ་རྙིང་མང་པོ་འདུག་ཟེར་ཡ་རོ་ཡང་ང་ཚོའི་སྐད་ནང་བརྡ་རྙིང་མང་པོ་འདུག་ཟེར་ཡ་རོ་དཔེར་ན་ཁམས་པས་ཀྱི་ངེད་ཚོའི་སྐད་ནང་བརྡ་རྙིང་མང་པོ་ཞེ་བོ་ཡོད་རེད་ཟེར་ཨ་མདོ་ཚོས་ང་ཚོའི་སྐད་ནང་བརྡ་རྙིང་ཞེ་བོ་མང་པོ་འདུག་ཟེར་རོ་ལ་དྭགས་པ་ཚོས་ང་ཚོའི་སྐད་ནང་བརྡ་རྙིང་མང་པོ་ཞུ་བཞིན་འདུག་ཟེར་འདི་ཡིན་པ་སོང་ཙང་རྟགས་ཁོ་ང་རང་ཚོའི་སྐད་ཡིན་པ་སོང་ཙང་རྒྱུ་བ་མ་གཅིག་ནི་བེད་སྤྱོད་བཏང་ཡོད་ན་ཨ་ནི། བདག་རང་སྐད་རང་སྦྱར་བསྡད་དེ་རོ་བ་ང་རང་ཚོ་ཁ་སྐད་ལ་ཉིན་རེའི་འཚོ་བའི་ནང་ལ་སྐད་ཆ་བཤད་བསྡད་ཡ་གི་སྐད་དེ་རང་སྦྱར་བསྡད་ཡོད་རོ་བ། ད་ཡིན་ནའི་ང་ཚོས་བྲིས་པའི་དབང་དུ་ཕ་སྐད་སྐད་གསར་བཅད་བསལ་ཏེ་གར་ཆེན་ལ་བྲིས་དུས་རྩ་ནས་ཨ་ནེ་ངེད་མའི་མདའ་རྙིང་པ་དེ་བདག་ལ་སྐད་ལ་འཇལ་བོ་ཐེབས་ཡིན་པ་སོང་ཙང་སྐད་ལ་འགྱུར་བ་ཐེབས་ནས་ངེད་མའི་ཚིག་ཞེན་པ་བྱས། དེང་སྐབས་ཀྱི་ཚིག་ཞེན་པ་ཅིག་ཆགས་ཡོད་དུས་ར་སྐད་ཆས་སྣང་བའི་སྐབས་ཀྱི་ཚིག་དེ་ཞེན་པ་ཆགས་ཡོད་དུས་ཨ་ནི་སྐད་ཆས་སྣང་བཞིན་པའི་སྐད་ཆས་སྣང་བའི་སྐབས་ལ་སྐད་ཆས་དང་པོ་གཉིས་པ་གསུམ་ག་རེ་ཡིན་པ་ཡིན་ནོ། དེ་ཚོ་དེ་དང་དེ་སྐད་ཆས་དེ་སྣང་བའི་སྐབས་ཀྱི་སྐད་གསར་ཆས་སྣང་བའི་སྐབས་ཀྱི་ཨ་ནི་ཁར་ཟས་བེད་སྤྱོད་གཏོང་བཞིན་པ་དེང་སྐད་མདའ་གསར་པ་རེད་ཨ་ནི་ད་རིང་ནས་བྱས་ང་ཚོ་དེང་སྐད་བེད་སྤྱོད་གཏང་དགོས་ཞེན་པ་དེང་སྐད་མདའ་རྙིང་པ་རེད་འོ་འདུག་ཟེར་ནས་ངོ་སྤྲོད་གནང་བཞག་རྒྱུ་རེད་དོ་ཨ་འདི་ཡིན་དུས། ཡུལ་དབུས་གཅིག་པོ་གཅིག་ལ་མེད་ན་བསམ་ས་ང་དེ་འདྲ་དྲན་གྱི་འདུག་ཨོ་ད་གང་ལྟར་ཡང་སྡུག་བྱས་ནི་མ་ཨན། སྡུག་དུས་ཞུས་བྱས་ད་མ་འགྲོ་གི་ཡིན་ད་དེ་རིང་བ་དོན་ཚུལ་མང་པོ་མི་འདུག་བྱས་ཙང་ཚིག་བཅུ་ཞིག་སྒྲོག་བཞག་གི་ཡིན་དེ་མ་ད་བཀའ་དེ་ནས་བྱུང་བའི་ཨ་ད་ཐ་སྙད་ལྔ་བཅུ་ང་གཅིག་གཟིགས་ན་ནི་ད་དང་པོ་དེ་སྐ་ཆ་ལ་འདུག་ཨ་སྐ་ཆ་ནི་ནོར་ཞེས་ར་བ་ད་སྐ་ཆ་ནོར་ནོར་ཟེར་ཏེ་སྐ་ཆ་ཟེར་ཏེ་ནོར་ལོངས་སྤྱོད་དཔལ་འབྱོར་ལོངས་སྤྱོད་ལ་གོ་ཡ་སྐབས་མང་པོ་ཡོད་རེད། ར་ཐག་ཡིད་འཐེན་འདྲའི་སྣང་ལས་ཡོད་རེད་ད་ག་ན་ཕྱིན་དངོས་སུ་རང་བེད་སྤྱོད་བཏང་བའི་སྐབས་ལས་ཡོད་ད་ག་ས་ག་ལ་ཡོང་གི་ཡོད་དེ་འདྲའི་སོང་ཙ་ཁོག་གི་ལྟོག་ཁ་པོ་ཟེར་མཁན་མི་འདུག་ཨ་བ་འདི་རྫུན་གསར་པའི་གི་ཐག་ཡིད་ག་ས་དེ་དེ་བྱིས་པ་ཐག་ཡིད་ཡིན་ན་དེབ་སྦྱོར་རིན་ཆེན་རྒྱ་མཚོའི་ནང་ལ་སྐར་ཆ་སྟེར་བ་ས་སྟེར་ཡིན་ལབ་ཡོད་རེད་བ་སྐར་ཆ་སྟེར་བ་སོགས་ནོར་དཔལ་འབྱོར་གཅིག་གཅིག་ལ་སྟེར་བ་དེ་ཨང་ས་ཐོབ་ད་ལྟ་དྲང་པོ་སྟེར་རེད་ཡིན་ཤེས་རེད་སྐབས་དེ་ལ་ཡིན་རྒྱུ་ད་སྟེར་ས་ཐོབ་ད་སྟེར་བཤད་གི་ཡོད་དེ་གང་ལྟར་སྐར་ཆ་སྟེར་བ་སྐར་ཆ་ཟེར་ཚིག་དེ་ཐོན་གི་འདུག་ཨོ་དེ་བྱས་ན་སྐར་ཆ་སྟེར་བ་ས་དེ་ཡིན་ཟེར་ཏེ་བྱས།

ད་ཨིན་ཇི་སྔ་ཕྲུ་བོའི་རྩོད་རྒྱུ་དེ་འདྲ་ཡོད་རེད་འོ་དེ་ཚོ་ལ་ཡང་ཀེའུ་ཀེའུ་ཟེར་ལགས་འདུག་ཨ། ཨ་ནི་འདི་ལ་ཡང་དག་ཆ་དྲིས་ངེས་ལ། ཀེའུ་དྲིས་ངེས་ཡོད་རེད་ཀེའུ་དྲིས་ངེས་ཡོད་རེད། ཀེའུ་ཟེར་ལ་ནི་འགྲེང་པོ་དྲིས་ཤག་འདུག་ཨ་དེ་ལ་ཡང་ཡང་འགྲེང་པོ་མེད་པ་བྱས་ཨ་ནི་འདི་ལ་འདི་དྲིས་ངེས་ཡོད་རེད་ཁ་ཟ།

ད་དེ་ནས་ལྐོག་རྩིས་ནི་བརྒྱབ་མྱོང་ཞེས་ད་དེ་ཚིག་མང་པོ་ཞེ་དྲག་རེད་བོད་སྐད་ནང་ད་གཅིག་བྱས་ན་གནའ་སྔ་མོ་ཚིག་གཏད་སོ་མ་འདྲ་མ་འདྲ་ཡོད་ཀྱི་རེད་ཡང་མེད་ན་ལེགས་སྦྱར་གྱི་སྐད་དོད་ལ་མང་པོ་ཞེ་བོ་བྱས་ཨན་དེ་ལ་ཡང་བོད་སྐད་ལ་ཚིག་བཟོ་དུས་གསར་བ་གསར་བ་བཟོས་ཡིན་སྲིད་པ་རེད། གང་ཟེར་ང་ཚོའི་མིང་ཚིག་འཁྱོག་པོ་འགའ་ཤས་ཨན་བོད་ལ་ཡང་ཚིག་མང་པོ་ཞེ་བོ་བྱས་ལྷག་པར་དུ་རྩོམ་རིག་ནང་ལ་ཚིག་མ་འདྲ་བ་ཞེ་བོ་མང་པོ་དོན་དེ་ཡང་དོན་གཅིག་རེད་བ། སྤྱི་ཡོངས་ཀྱི་དོན་འདྲ་པོ་ཡིན་པ་ལ་ཐ་སྙད་མ་འདྲ་མང་པོ་ཡོང་ཡ་གཅིག་དེ་ལེགས་སྦྱར་སྐད་ཡིག་ནང་ལ་ཁོ་ཐ་སྙད་ཕྱུག་པོར་བ་ཨན་ཐ་སྙད་དེ་འགྱ་ཚུགས་བསྒྱུར་ཡོང་དུས། ང་ཚོས། ལོ་ཙཱ་བ་བཀའ་དྲིན་ཅན་ཚོས་ཀྱི་ཐ་སྙད་དེའི་གི་དོད་ཐུབ་པ་བྱས་ནས་ཕ་གིའི་ཐ་སྙད་དེའི་དོད་ཐུབ་པ་བྱས་ནས་གསར་པ་མང་པོ་ཞིག་བཟོས་ཤག་རོགས་དཔེར་ན་སྔོན་བརྗོད་ནང་ལ་ཡ་ད་བས་ན་ཉི་མ་ད་ཟླ་བ་ད་འོ་ད་བས་ཏེ་ལུང་ད་ཆུ་ད་དེ་ཚོའི་འབྲེལ་ལ་བས་ཏེ་ཨ་ནེ་ལྷ་དེ་ཚོ་ད། དེ་ཚོ་ཡང་ནམ་མཁའ་ལ་སོགས་པ་དང་སྤྲིན་པ་དང་འཇའ་ཚོན་ལ་སོགས་པ་དང་དེ་ཚོ་ལ་ཡང་དཔེར་ཏེ་ཐ་སྙད་མང་པོ་ཞུ་ཕྱིར་བ་སངས་ཀྱི་ནང་ལ་བྷ་གའི་མངོན་བརྗོད་ནང་ལ་ཁོང་ཚོའི་ཀོ་ཤི་ལ་ཀིར་བ་འདི་ཡིན་དུས་འདི་འགའ་ཚང་མ་ཚུར་བཟོས་ཡོང་དུས་ང་རང་ཚོའི་སྐད་ནང་ལས་དེ་ཚོ་ལ་ཐ་སྙད་བཅུ་བཅོ་ལྔ་ཉི་ཤུ་སུམ་ཅུ་དེ་འདྲས་བསླེས་ཡོང་གི་འདུག་ཨ་ཅག་ལགས་གཅིག་ལ་འོང་འདུག་ཟེར་ནས་ལྟ་ངན་ད་ལྟ་འཕྲོད་འཕྲོད་པ་རེད་མ་གཏོགས་རྡོག་རྡོག་དེ་ལྐོག་རྩེ་ཟེར་ཡ་འདིར་བ་ཨོ་ད་ལྐོག་རྩེ་ད།

ལྐོག་རྩེ་དང་ལྐོག་རྩེ་དང་རྒྱ་དང་རྒྱ་ཡན་ལ་བཀོལ་བ་རང་ཚོད་རྒྱ་རྒྱ་གི་ནང་ལ་ཚུད་པ་ལགས་དོ་རྒྱ་རྒྱ་ད་རྒྱ་ཟེར་ཡ་དེ་ཁྲིམས་ལས་གོ་གོ་རེད་རྒྱ་ལ་ཡ་དེ་ཐེག་ཟིག་འདྲ་བོ་ལས་འདྲ་ལས་གོ་ཡོང་གོ་རེད་ཡིན་ནས་སྐབས་དེ་ལ་རྒྱ་ཟེར་ཡ་དེ་རྒྱ་རྒྱར་ཚུད་པ་ལགས་དོ་རྒྱ་རྒྱ་རྒྱར་ཚུད་པ་དཔེར་ན་རྒྱ་གར་ཚོས་ཇཱལ་ལབ་ནས་ཇཱལ་ཕེ་ག་ལབ་བྱས་ཆུ་ནང་ལ་ཡ།

བཀོད་ཐག་ཟེར། བྱས་ཙང། འདི་ལ་དོ། ཀ་ས་ཕོངས་ཤིང་བཀོད་ཐག་པ། ལབ་ཅེས་བྱས། ངོ་དོ་ཕོངས་ཤིང་བཀོད་ཐག། ཕོངས་ཤིང་བཀོད་ཐག་ཟེར་ཏེ། གལ་ཏེ་དཔལ་འབྱོར་གྱི་ཕོངས་ཤིང་དཔལ་འབྱོར་མེད་ཤིང་ཨ་ནི་བཀོད་ཐག་ཏུ་གྱུར་བ་ཉམ་ཐག་ཏུ་གྱུར་བ་གསུམ། དོན་དག་གཅིག་པ་གཅིག་རྐྱང་རེད། དེ་འདྲའི་དང་ཐ་ཕལ་ཆེར་བཏང་མཁན་མང་ཐག་ཆོད་ཡོད་རེད་ཧ་མ་གོ་མེད་པ་བྱས།

ཀ་ཡིས་ཀ་ལ་ཡ་ཀྲུང་གོ་ཡིས་བྲིས་ཡོང་དུས་ཕལ་ཆེན་སུ་ཡོད་ཀྱི་མ་རེད་དྲན་གྱི་འདུག་ཀ་བཀའ་རྐྱང་ལས་ཁོ་རང་ཀེས་ལབ་པ་ནང་བཞིན་བྱས་ནས་ཀེ་ཝེས་ལབ་པ་ནང་བཞིན་ནས་ཀ་བཀའ་རྐྱང་ཁོ་རང་བེད་སྤྱོད་བཏང་བ་ཡོང་གི་འདུག་བ་འདི་ག་བ་ངས་ག་བ་མཐོང་ལབ་ན་གྲོབ་ཆེན་རྒྱ་བཅུའི་ད་ལྟ་ང་ཚོའི་གྲོབ་ཆེན་རྒྱ་བཅུའི་རྣམ་ཐར་ཡོད་རེད་བ་འོ་གྲོབ་ཆེན་རྒྱ་བཅུའི་རྣམ་ཐར་གི་མཐའ་མ་མཐའ་མ་དེ་མཇུག་མཇུག་དེ་ལ། ཨདེ། ཁ་ས་དེ་འདི་བེད་སྤྱོད་བཏང་ཤག་གྱོད་བྱུང་གི་འདུག། འབོད་སྒྲ་ཐ་མར་བོས་པ་ཆི། ཨོ་འབོད་སྒྲ་ཐ་མར་བོས་ཡོང་སྟེ་ཁོ་ཚིག་རྐྱང་པར་ཚིག་རྐྱིང་རྐྱང་པར་བ། ཨོ་དེ་འདོད་ཀ་ཨིས་ལམ་བེད་སྤྱོད་བཏང་ཡོང་གི་འདུག་ཨ། ཀ། ཁ་ས་ཀ་ཨས་བེད་སྤྱོད་བཏང་ཡོང་གི་འདུག་ཨ། གྲུབ་ཆེན་ཐབས་བརྒྱ་ཆོས་རྣམ་དག་ཐ་དེ་ལ་ཡ། ཨོ་དེ་འདྲ་སོང་ཙང། ཨོ། ཁ་ས་དེ། ཀ་ཀ་རྐྱང་ཀ་ཨ་སུ་ཁོ་རང་རེད། ད་དེ་ནས།

དེ་ལ་ཡང་གཞན་ཕན་མཐུན་པ་གཉིས་ཡོང་གི་ཡོད་རེད་ང་རང་བྱས་པ་ཡིན་ན་ཕལ་ཆེན་དེ་ཀློག་ཡག་ཡོད་ས་མ་རེད་བསམ་པ་བྱུང་ཡིན་ནའི་བརྒྱ་ཆ་བརྒྱ་ཚང་པ་ཁག་པོ་རེད། ཡང་མཁས་པ་འགའ་ཤས་ཀྱིས་འདི་ཀློག་ཡག་ཡོད་རེད་ད་ཀློག་ཡག་ཡོད་པ་ཡིན་ན་སྐད་ཀྱི་ཆ་ཤས་རེད་ཀློག་ཡག་མེད་པ་ཡིན་ན་ནི་བྲིས་པའི་དབང་དུ་བྱས་པའི་ཆ་ཤས་རེད་ད་བྲིས་པའི་དབང་དུ་ད་སྐད་ཀྱི་ཆ་ཤས་ཟེར་ཏེ་སྐད་ཆ་འཕྲོས་ནས་མང་པོ་འགྲོ་ཡག་རེད་ཞིབ་ཕྲ་འགྲོ་མགོ་བྱེད།

ད་ག་ན་ཤེས་ཆུ་ནང་གི་ཉྭ་དང་རྐང་པའི་ཉྭ་གཉིས་མ་ནོར་བ་ཆེད་དུ་ཨ་ནི་ཉྭ་ལ་ཨ་སུ་སྟག་རེས་ལ་མི་ཨོ་ད་དུགས་ལ་མི་ཧོ་བལ་ཏི་ཕ་གའི་སྟག། དོན་ཡིག་གཟུགས་གཅིག་པ་ཡིན་སྒྲ་གཅིག་པ་ཡིན་ཡིན་ནས་དོན་ཁ་ཁ་ཡིན་པ་སོང་དོན་ཁ་ཁ་མཚོན་བྱེད་ཀྱི་རི་མོ་ཙམ་གྱི་ཁ་ཁ་རེད་ཟེར་ཡ་གཅིག་ཡང་འགའ་ཤས་ཀྱི་མ་རེད་མ་རེད་ཀློག་ཡ་ཡོད་རེད་ད་ཟེར། ད་ཀློག་ཡ་ཡོད་པ་དེ་ང་ཚོའི་ལུང་པའི་སྐད་བྱས་པ་ཡིན་ན་ད་དྲུག་ཡོད་རེད་བ་ད་དྲུག། ད་དྲུག་ལ་ད་ཨ་སུ་ད་བྲིས་ཀྱི་རེད་བ། ད་ཨ་སུ་ད་བྲིས་དུས་ཙ་ནས།

ཁོ་ཐོགས་ལབ་བྱས་ནས་ཟུར་དུ་ལོག་གི་འདུག་ཨ་དེ་འདྲ་གསུངས་ཙང་མཐའ་གཅིག་ཏུ་ལོག་རྒྱུ་ཡོག་མ་རེད་ལབ་ནས་ཁག་པོ་འདུག་ལོག་རྒྱུ་ཡོད་ངེས་བྱས་ཙང་ང་རེད་འདུག་ཟེར་ན་དེ་ལ་ལོག་རྒྱུ་ཡོད་ངེས་རིགས་གཅིག་དང་ལོག་རྒྱུ་མེད་ངེས་རིགས་གཅིག་གཉིས་མེད་ད་བསམ་བསམ་བྱས་འོ་དེ་འདྲ་དྲན་གི་འདུག་ད་ཨ་འདྲས་ཀ་ཨ་སུ་ཀ་དེ་ལོག་རྒྱུ་མེད་ངེས་རིགས་དེ་རེད་ད་ང་རེད་འདོད་པ་གནས་སྐབས་ཀྱི་འདོད་པ་འདི་ཡིན་ག་བྱས་ནས་ཁོ་ཀ་བས་ཀ་དང་ནོར་ཡག་གི་ཡིན་ག་ཡོད་པ་གསུངས་ཙང་ཨན་ལོག་རྒྱུ་ཡོག་མ་རེད་ཁ་ཟ་དེ་ལ་ལོག་ཡ་ཡོག་མ་རེད་ཁོ་དོན་ཁ་ཁ་མཚོན་བྱེད་ཙམ་དུ་རེག་མོ་ཁ་ཁ་བྱས་པ་རེད་འོ་ད།

ཨ་ནེ་མུ་ཏིག་གི་མུ་ཏིག་པའི། མ་སུ་ཀུའི་བ། ང་དུ་བྷ་གའི་སྟེ། རྒྱ་གར་ཆོས་འབྱུང་ནང་ལ་ལྟར་ན་ཆོས་འབྱུང་ནང་ལ། ཨ་ནེ་ཁོང་གི་ཉི་མ་རྗེས་མ་དེ་དུས་ཡི་གེ་བྲིས་ཤེས་སྐྱེ་ཀ་དང་ཀུ་རེའི་ཕྱིར་ཡིན་ན་ནི་དགོས་པ་ཡོད་པས་མ་བྲིས་ཤིས། རྩོད་པར་འདོད་ན་ནི་མངོན་པར་གྱིས་ཤིག་རྩོད་དོ་ཟེར་བྱུང་གི་ཡོད་པ་འོ་ད་འདིར་བ་སྐྱེ་ཀ་དང་ཀུ་རེའི་ཕྱིར་ད་ག་རྩེད་མོ་རྩེས་ནས་ངས་ཡར་བྲིས་བཞག་རྒྱུ་དེ་ཁྱེད་རང་མ་མཆིས་ཀི་ཡོད་ན་ནི་ཨ་ནེ་འདི་དགོས་པ་ཆེན་པོ་ཡོད་ཨ་ནེ་མཆིས་མ་ཤཱས། ཨོ། ཡང་ངས་ཀྱི་འདིར་མ་དོན་དག་ལ་ནོར་འདུག་གདོང་མདོག་བྱེད་ཀྱི་ཡོད་ན་ནི་ཨ་ནི་ཁྱེད་རང་ཚོ། དངོས་སུ་རང་ངའི་རྒྱབ་ལོག་ནས་འདྲ་མ་འདྲ་བྱེད་མ་བསྡད་མདུན་ལ་བཤད་དང་ཨ་ནི་ང་གཉིས་རྩོད་པ་རྒྱག་གོས་ལ་དགོས་བ་དེ་འདྲ་ཡོད་ན། སྐྱེ་རྒ་དང་ཀུ་རེའི་ཕྱིར་ཡིན་ན་ནི་དགོས་པ་ཡོད་པས་མ་བྱེད་ཞིག་ཟེར་དགོས་བ་ཨོ་ད་དེ་རེད་ད་གང་ལྟར་སྐྱེ་རྒ་དང་ཀུ་རེ་ཟེར་ཡ་དེ། འདུག་བསད། ད་ནས་སྤྲུག་སྤྲུག་སྤྲད་ནས་ཨ་ནས་ཅི་ཏར་ཅི་ཏར་ལ་ཡོད་ཨ། ཧོ་ད་དེ་ཁྱོད་ནས་རྙེད་མ་སོང་ང་ལ་ཡ་ད་ད་བ་ཏོ་སྤྲུག་སྤྲུག་སྤྲད་ལ་དེ་དོན་དག་ཧར་ལ་ཡོད་གི་ད་ད་བ་ཏོ་ང་ལ་དོད་ད་བེད་སྤྱོད་བཏང་བཏང་བྱོས་རོགས་ཨ་དེ་ཁྱོད་ནས་རྙེད་མ་སོང་ཨ་ནི། རྣམ་པ་ཚོ་རྙེད་ངེས་བྱུང་ན་ང་ལ་གསུང་རོགས་གནང་ཡང་མཇུག་མ་བསླུ་བྲིད་བྱས་ལས་ཕན་ཐོག་གི་རེད་ང་རང་གིས་ལས་ཕན་ཐོག་གི་རོགས་ཨ། ཨོ་དེ་འདྲ་རེད།

བཙལ་བཟང་ལྟ་ལས་ད་ང་ཚོ་ལས་སླ་པོ་ཞིག་གྲགས་རེད་ནམ་རྒྱུན་ང་ཚོ་གཞུང་ཆེན་པོ་ལྟ་དོད་ལས་ཀྱི་དོན། གཞུང་གི་དོན། འཇུག་གི་དོན་ཟ་གི་ཡོད་རེད་བ། གོང་གི་དོན་བར་གྱི་དོན་མཐའ་མའི་དོན་གསུམ་ལ་བ། ཨ་ནི་མགོ་ལ་ཡང་ཆོས་སྤྱོད་དང་རྩམ་པ་དམ་བཅའ་བ་དང་བཙན་འཚོལ་ལ་ཡང་ཨ་ནི་ལས་ཀྱི་དོན་ཟེར་གྱི་ཨ་ནི་གཞུང་དོན་ཨ་མ་དེ་བྱས་ཨ་ནི་མ་གའི་འཇུག། སུས་རྩོམ་ནི་ག་དུས་རྩོམ་རྩོམ་བྱང་དང་བཅས་པ་གང་འདྲའི་རྩོམ་ཡིན་སུས་བསྐུལ་ཡིན་དེ་འགའ་གཅིག་ཡོང་དགོས་རེད་བ། བྱས་ཙང་ལས་ཀྱི་དོན་གཞུང་གི་དོན་ཨ་ནི་ག་རེ་འཇུག་གི་དོན་སུས་འགོ་རེད་བ།

པ་དང་སྤོ་དང་བ་དང་ཕོ་དང་མ་དང་མོ་ཡོར་བ་གང་ཚོགས་བཅིངས་པ་འདྲེན་པ་འགྲིམས་པ་ཐོད་པ་ལག་པ་རྐང་པ་ནི་ཐལ་འཕོང་ནི་འཁར་གསལ་མགོ་བོ་འདུག་སེ་ཅེས་མིང་གི་མཐའ་ལ་དེ་འདྲ་ཡོད་ར་ཟ་བ་འཐུང་བ་དྲོ་བ་སེ་ཡ་དྲོ་དང་ཡག་པོ་སེ་ཡ་དྲོ་དང་རིང་པོ་ཐུང་ངུ་སེ་ལ་ཅེས་ད་ཐུང་ངུ་དེ་ལྟར་ང་ཞིག་ཏུ་ངུ་ཆགས་སོ་ཨོ་དེ་མ་གཏོགས་པ་དང་སྤོ་དང་བ་དང་ཕོ་དང་མ་དང་མོ་དེ་ཚོ་མིང་མཐའ་སེ་ལ་གི་རོ་ཨ་ཅེ་ས་མིང་གྲུབ་དུས་ཟ་ནས།

སྒྱུར་བྱེད་དམ་པའི་ལས་ཀྱི་དོན། རྩོམ་བྱེད་དམ་པའི་གཞུང་གི་དོན། ཨ་ནི་བསྒྱུར་མཐའ་ཆེན་པོ་འཇུག་གི་དོན་ཞེས་ཡ་རེ་བོ་དཔེ་ན་ལོ་ཙཱ་བ་ཚོས་འདོད་ཚུལ་ཨོ་བྷ་གན་ཚོས་དོན་ཡོང་དོན་ཨོ་དེ་འདྲའི་ཟུར་བ་གཞུང་ལས་ཡ་རེ་ཞིག་ཡོད་དོས། བྱས་ཙང། གོང་ངམ་སྟེང་གི་དོན་དག་རེད་བྱས་གོང་དང་སྟེང་དང་ཨ་ནི་ལས་དང་ད་ག་ནི་ཤེས་རྟགས་ཡེ་ལ་གི་རེད་ང་ཚོས་རྟགས་པ་ལ་གི་ཡོ་རེ་བ། ཡང། མགོ་ཕག་པི་པའི་ཟོག་པོའི་ནང་ནས་ཟོག་པོ་མཐོ་ཤོས་དེ། ད། དཔུང་པ་གི་འཇིང་པའི་རྒྱབ་ལོགས་དཔུང་པ་གང་གི་དཔུང་པའི་གང་དེ་རེད་བ། བྱས་ཙང་དེ་ལ་ལ་བཏབ་ད་རྟགས་ག་རྟགས་ལ་གི་འདོད་བ་རྟགས། ཨོ་ཡང་རྟགས་ཡ་དེ་ཡང། བཟོ་བཀོད་དེ་ལ་རྟགས་བསལ་དེ་ཡང་མཐོ་བའི་དོན་རེད་ང་ཚོ་བོད་དེ་བ་ཡིན་ན་རྟགས་དེ་ལ་ཕ་ལམ་བཅོས་ངའི་ཁང་པའི་རྟགས་དེ་ནི་མ་ཨ་ན་གྱོ་འགྲོ་ལམ་གྱོ་རེད་ངའི་ཁང་པའི་ཤོད་དེ་མ་ཡང་མེད་ན་ངའི་ཁང་པའི་གཤམ་དེ་ནི་བ་འགྲོ་ལམ་གྱོ་རེད་འོ་ཁོ་ཁང་པའི་རྟགས་ནས་འགྲོ་སོང་ངས་རྟགས་ནས་འགྲོ་སོང་ཁོ་འོག་ནས་འགྲོ་སོང་ལ་གི་བ་ལ་དབ་ད་རྟགས་ཀ་རྟགས་ཨོ་བྱས་ཙང་ད་ལ་དབ་ད་རྟགས་ད་ལ་ཀ་ལ་ད་ལ་ད་ལེ་ད་ག་ན་རུ་གོང་ང་གོང་ད་ས་ད་རྟགས་ཀ་གོ་སྟེང་ད་འོ་ད་དེ་ཚོ།